ཉིན་རེར་རེ་རེ་ཕུལ་གྱི་ཡོད་པས། དེ་རིང་གི་གསར་འགོད་སྙན་ཐོ་དེ་ནི། ཉེ་ཆར། སློབ་དགའ་རང་བཙན་ཁོང་གིས་བོད་དོན་ཆེད་རང་ལུས་མེ་གསོད་གཏོང་བའི་གནས་ཚུལ་དེའི་སྐོར། ཨལ་ཇཱ་ཛེ་རི་ཡའི་གསར་འགོད་སྙན་ཐོ་ཞིག་འདུག་པས་གསར་འགོད་སྙན་ཐོ་དེ་ཡི

རང་ལུས་མེ་བསྲེགས་ཏེ་འདས་གྲོངས་དུ་ཕྱིན་འདུག་ཅེས་ཤོད་ཡོད་པ། དེ་ནས་གསར་འགོད་སྙན་ཐོ་དེའི་ནང་མུ་མཐུད་བཀོད་པར། དེ་ནི་ནེའུ་ཡོག་ཉེན་རྟོག་པའི་གཟའ་ཕུར་བུའི་དགོང་མོའི་ཆུ་ཚོད་དྲུག་དང་ཕྱེད་ཀ་ཙམ་ཞིག་ལ། ཁོ་ཚོས Emergency Call ཡང་ན་མྱུར་སྐྱོབ་ཁ་པར་ཞིག་གི་ལན་བརྒྱབ་སྟེ། ཁོ་ཚོས་མི་ལོ་ལྔ་བཅུ་ང་གཉིས་ཅན་ཞིག་མེ་བསྲེགས་པ་དེ་ཁོ་ཚོས་སྐྱོབ་ཐབས་བྱས་ཏེ། ཆུང་མ་སྨན་ཁང་ནང་དུ་ཁྲིད། སྨན་ཁང་ནང་དུ། མི་དེ་འདས་གྲོངས་སུ་ཕྱིན་འདུག་ཅེས་པའི། ནིའུ་ཡོག་ཉེན་རྟོག་པའི་ཡིག་ཚང་ནས་དེ་འདྲ་སོང་འདུག་ཅེས་གསར་འགོད་སྙན་ཐོ་དེའི་ནང་བཀོད་འདུག་དེ་ནས་གསར་འགོད་སྙན་ཐོ་དེའི་ནང་མུ་མཐུད་བཀོད་པར། ཨ་རིའི་གསར་ཁང་ཁག་ཅིག་དང། བོད་དོན། ལས་འགུལ་བ་ཁག་ཅིག་གིས་གསུང་བར་བྱས་ན། ད་ལྟའི། དོ་བདག་མི་དེ་ནི་བོད་དོན་ཐོག་ཕྱག་ལས་གནང་མཁན་གྱི་མི་ཞིག་རེད་ཅེས་བཤད་ཀྱི་འདུག་ཅེས་བཀོད་ཡོད་པ་དང། ཡིན་ན་ཡང་ཉེན་རྟོག་པས་དེ་དག་ཐོག Confirm ཡང་ན་བདེན་དཔང་བྱས་མེད་ཅེས་གསར་འགོད་སྙན་ཐོ་དེའི་ནང་བཀོད་ཡོད་པས་དེ་ནས་མུ་མཐུད་དེའི་ནང་བཀོད་པར།

སློབ་དགའ་རང་བཙན་ལ་ཁོང་གིས། ད་ལྟའི་རྒྱ་ནག་གི་ཁྲིམས་གསར་པ། Ethnic Unity། ཡང་ན། མི་རིགས་མཐུན་འབྲེལ་ཟེར་བའི་ཁྲིམས་དེ་ལ་ངོ་རྒོལ་བྱེད་ཀྱི་ཡོད་ཅེས་བཤད་ཡོད་པ། དེ་ནས་གསར་འགོད་སྙན་ཐོ་དེའི་ནང་མུ་མཐུད་བཀོད་པར། ཁྲིམས་གསར་པ་དེ་ཡིས་རྒྱ་ནག་ནང་གི་གྲངས་ཉུང་མི་རིགས། ཡུལ་སྐོར་དང། བོད་རིགས་སོགས་ཀྱིས་ཁོང་ཚོས་ཐོབ་ཐང་ཇེ་ཉུང་དུ་གཏོང་བ་དང་ད་དུང་དམ་དྲག་ཆེ་རུ་གཏང་གི་རེད་ཅེས་ཕྱི་རྒྱལ་དུ་ཡོད་པའི་ལས་འགུལ་སྤེལ་མཁན་རྣམས་ཀྱིས་དེ་འདྲ་གསུང་གི་ཡོད་རེད་ཅེས་བཤད་ཡོད་པ། དེ་ནས་གསར་འགོད་སྙན་ཐོ་དེའི་ནང་མུ་མཐུད་རྒྱ་ནག་གི་ཁྲིམས་གསར་པ་དེ་ལ་ཨ་རི་དང་ཡུ་རོབ་མཐུན་ཚོགས་ནས་སྐྱོན་བརྗོད་བྱས་ཡོད་པ་དང་སྐྱོན་བརྗོད་བྱེད་དགོས་དོན་ནི། ཁྲིམས་གསར་པ་དེའི་བརྒྱུད་རྒྱ་ནག་གིས་རྒྱ་ནག་གི་ཕྱི་ལོགས་སུ་ཡོད་པའི་རྒྱ་ནག་ལ་ངོ་རྒོལ་བྱེད་མཁན་རྣམས་ལ་ཁྲིམས་ཐོག་ནས་ཐོབ་ཐང་སྤྲད་ཀྱི་འདུག་ཅེས་པའི་སྐྱོན་འཛུགས་བྱེད་ཀྱི་ཡོད་ཡིན་པ་དང། བོད་དོན་ལས་ཁུངས་ཁང་གིས་གསུང་བར་བྱས་ན། སྤྱིར་ཉིས་སྟོང་དགུ་ནས་ཉིས་སྟོང་ཉིས་སང་གཉིས་བར་བོད་མི་བརྒྱ་དང་ལྔ་བཅུ་ཙམ་རང་ལུས་མེ་བསྲེག་ཏུ་བཏང་ཡོད་པའི་གནས་ཚུལ་གསུང་གི་འདུག་ཅེས་བཀོད་པ་དང། དེ་མ་ཟད། འཛམ་གླིང་གི་ཕྱི་འབྲོག་མིའི་ཐོབ་ཐང་གི་ཚོགས་པ་ཁག་ཅིག་དང། བཙན་བྱོལ་ནང་ཡོད་པའི་དྲེགས་ཚོགས་ཁག་ཅིག་གིས་ཁོ་ཚོས་རྒྱ་ནག་གིས་བཙན་པོའི་ངང་བཟུང་བ་དེ་ལ་ངོ་རྒོལ་བྱེད་ཀྱི་ཡོད་ཅེས་བཀོད་ཡོད་པ་དང། རྒྱ་ནག་གི་ངོས་ནས་བཙན་བྱོལ་ནང་ཡོད་པའི་བོད་གཞུང། ཡང་ན The Central Tibetan Administration། བཙན་བྱོལ་བོད་མིའི་སྒྲིག་འཛུགས། དེ་ལ Recognize ཡང་ན་ངོས་འཛིན་བྱེད་ཀྱི་མེད་པ་དང། ཉིས་སྟོང་བཅུ་ནས་བཟུང ྋགོང་ས་ཏཱ་ལའི་བླ་མའི་ལྷན་དུ་གྲོས་མོལ་ཡང་གནང་གི་མེད་པ་རེད་ཅེས་བཀོད་པ་དང་དེ་ནས་མཇུག་བསྡོམས་དེར།

རང་སངས་མི་འདོད་བྱས་པའི་བོད་རིགས་ཤིག་ཡིན། ངའི་མིང་ཡོན་ཏན་ཟེར་གྱི་ཡོད། གལ་ཏེ་ལས་རིམ་དེ་གལ་ཆེར་མཐོང་ན། ཁ་བཏགས་ནོན་པ། རྒྱུ་སྐོར་ཆེ་བ། གཞན་ཡང Subscribe གནང་རྒྱུ་མ་རྙེད་པ་གནང་རོགས་གནང། བཀའ་དྲིན་ཆེ། ལས་རིམ་ཆེན་མོའི་ནང་རྗེས་ཡོང།